ཨ་ཞང་ལགས། ང་ལ་ལས་ཀ་ཞིག་འཚོལ་དགོས་བསམ་བྱུང། ཨོ།
འདི་ཡག་པོ་རེད། ལས་ཀ་ག་རེ་བྱེད་འདོད་ཡོད། ཨོ། དགེ་རྒན་གྱི་ལས་ཀ་ཞིག་རག་ན་ཡག་པོ་འདུག། ཁྱེད་རང་ལ་སློབ་སྦྱོང་ཡག་པོ་ཡོད་པས། ངས་བོད་ཡག་པོ་སློབ་ཤེས་ཀྱི་ཡོད། ཨ་ནི་དགེ་རྒན་གྱི་ལས་ཀ་ཞིག་འཚོལ་དགོས་རེད། རེད།
དགེ་རྒན་གྱི་ལས་ཀ་ཞིག་འཚོལ་གྱི་ཡིན། རག་གི་རེད་པས། རག་གི་རེད། དང་པོ་ཁྱེད་རང་གི་གླ་ཆ་དང་ཡོང་འབབ་ཆེ་ཆུང་ལ་བལྟ་ཡ་ཡོད་མ་རེད། ལགས་སོ།
དགེ་རྒན་གྱི་ལས་ཀ་གླ་ཆ་ཆུང་ཆུང་ཡོད་རེད་བས། ཡོང་འབབ་ཆུང་ཆུང་ཡོད་ན་ཡང་གཙོ་བོ་མི་ལ་ཕན་ཐོག་ཆེན་པོ་ཡོད་རེད་བ། རེད་རེད།
དགེ་རྒན་གྱི་ལས་ཀ་རག་ན་དཔེ་ཡག་པོ་འདུག། ཁྱེད་རང་གི་ལས་ཀ་བྱེད་དུས་ལས་རོགས་དང་འཆམ་པོ་བྱེད་འོ་རེད་ད། ལགས་སོ་ཨ་ཞང་ལགས། ངའི་སེམས་པ་གུ་ཡངས་པོ་ཡོད། ཨ་ནི་དགེ་རྒན་གྱི་ལས་ཀར་བྲེལ་བ་ཚ་པོ་ཞེ་དྲག་ཡོད་མ་རེད། ལ་སོ།
ང་སློབ་ཁྲིད་བྱས་ཡ་དཔེ་དགའ་པོ་ཡོད། སློབ་ཕྲུག་ཚོ། ལྷག་བསམ་རྣམ་དག་གིས་སློབ་ཁྲིད་བྱེད་འོས་ད། ལ་སོ།
ཨ་ཞང་ཁྱེད་རང་གི་ལས་ཀ་ག་རེ་རེད། ང་ལ་ལས་བ་དཔེ་མང་པོ་ཡོད་རེད། ཡོང་འབབ་ཡང་ཆེན་པོ་ཡོད་རེད། ཨ་ལས།
ལས་ཀ་མང་པོ་ག་རེ་ག་རེ་བྱེད་ཀྱི་ཡོད། མཚམས་མཚམས་ལ་ང་དགེ་རྒན་བྱེད་ཀྱི་ཡོད། སྐབས་རེ་ཡང་ཚོང་རྒྱག་གི་ཡོད། ཨ་ལས། བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པས།
མས། ངས་མང་ཆེ་བ་ཁ་ལག་བཟོ་སྟངས་སློབ་ཁྲིད་བྱེད་ཀྱི་ཡོད། ཡོང་འབབ་ག་འདྲ་འདུག་ཡག་པོ་འདུག་གས། ཡག་པོ་ཡོད་རེད།
ངས་ལས་ཀ་གཉིས་མ་བྱས་ན་ཕྲུ་གུ་མང་པོ་གསོད་འོར་བ། རེད་ཨ་ཞང། ཁྱེད་རང་གི་བུ་དང་བུ་མོ་ཚོས་ལས་ཀ་ག་རེ་བྱེད་ཀྱི་ཡོད་རེད། ཁོང་ཚོ་སློབ་སྦྱོང་ཡོག་མ་རེད། ལམ་འགག་བཟོ་མཁན་རེད། ལམ་བཟོ་བ་ལ་ཡོང་འབབ་ཡག་པོ་ཡོད་རེད་བས། ཡག་པོ་ཡོད་ས་རེད་ཡིན་ནའི་མཚམས་མཚམས་འགན་འཛིན་དྲོད་ནིར་གླ་ཆ་འདྲ་གི་མ་རེད། ཨ་མ།
དཔེ་སྡུག་ཅག་རེད། འགན་འཛིན་བོད་པ་རེད་བས། བོད་པ་མ་རེད་མང་ཆེ་བ་རྒྱ་གར་བ་རེད།
ཨ། ད་ཁོང་ཚོའི་འོག་ལ་ལས་ཀ་བྱེད་ཡ་སྙོམས་པ་རེད།